ད་ཡང་ངས་སྤྱི་བཏང་གི་འཛམ་བུ་གླིང་ལ་དེའི་དཀའ་ངལ་དེ་ཡོད་རེད་དེ། ལྷག་པར་དུ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་དེའི་དཀའ་ངལ་དེ་ཡོད་རེད་ཟེར་ནས་དམིགས་བསལ་གྱི་ང་རང་གཞོན་སྐྱེས་དུས་ཚོད་ལ་མ་ད་སྐད་ཆ་དེ་ནང་གཏམ་ཚུགས་འགྲོ་བ་ཅིག་ཤོད་དོན་ཡོད་རེད་བ། དེ་སྐད་ཆ་དེ་ག་རེད་ཟེར་ན། ད་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་དེ་ནི་གཅིག། མི་སྤྱི། ཀྱེ་ལས་ཀ་གྲོལ་གྱི་བྱེད་ཡ་ཅིག་ཡིན་སོང་ཡིན་ན་དཔེར་ན་ང་དང་ཁྱོད་རང་གཉིས་ལྟ་བ་ལང་ཆོ་མཐུན་གི་ཡོད་པ་ཡིན་ན་ཡང། དེ་ནི་མི་སྒེར་གྱི་སྒེར་གྱི་ལང་ཆོ་ཟེར་དགོས་མ་རེད་བས་མི་སྒེར་གྱི་གནད་དོན་དེའི་ཚེ་འགྲིག་མ་འགྲིག་ཅིག་བྱུང་ཡོང་དུས་ཙང་ནས་དེ་ནི་གཅིག་གི་ལང་ཆོ་དེ་བློས་བཏང་བྱ་གི་འདུག་འདིས། དངོས་གནས་བྱས་བཞག་པ་ནི་ངས་ག་རེ་ཞུ་གི་རེད་ཟེར་ན་འདི་གི་སྐྱེ་ཚོར་ལ་གྱོང་ཞུ་ཡི་རག་གི་འདུག་དེ་སྐྱེ་ཚོར་ལ་གྱོང་ག་འདྲ་བྱས་ནས་རག་གི་འདུག་ཟེར་ན། སྐྱེ་ཚོར་ཟེར་ཡོང་དུས་རྩ་ནས་ད་ལྟ Spider Web ཟེར་གོ་ར་སྡོམ་ཐག། སྡོམ་ཐག་ནང་བཞིན་གྱི་གཅིག་དང་གཅིག་འདྲིས་བྱས་ནས་གྲོ་བསྡད་འཇུག་གི་ཆ་ཤས་ཅིག་ཆགས་ཀྱི་ཡོད་རེད། དེའི་ནང་ལོགས་ལ་ང་དང་ཁྱོད་རང་གཉིས་ཀས་འབྲེལ་བ་དེ་བརླག་སོང་བ་ཡིན་ན་སྐྱེ་ཚོར་ལ་གྱོང་གུད་ཆེན་པོ་རག་གི་རེད་སྐྱེས་ཡོང་ནས། དངོས་གནས་རེད་ད། བྱས་ཙང། ད་ངས་ག་རེ་ཞུ་གི་ཡོད། རྣམ་པ་ཚོ་འགྲུལ་གྱི་ལ་ཆགས་བཞག་བྱས་པ་ཡིན་ན། ག་སྲིད། ང་དང་ཁྱོད་རང་གཉིས། ཅོག་རྩེ་གཅིག་གི་སྟེང་ལ་བསྡད་བྱས་ནས་རྒྱ་བོད་པ་གང་མཉམ་མཐོང་བྱས་ལ་འགར་ཐག་མི་འདུག་ན། དེ་ནི། ཀྱེའི་དོན་དག་ལ་བསམ་བློ་བཏང་ད། སྒེར་གྱི་གནས་ཚུལ་ཕྲན་བུ་ཡོད་ན་གནས་འགག་སྲིད་ཡོད་མ་རེད་ཟེར་དངོས་གནས་སྤྱན་དབང་གིས་ང་རང་ཚོ་ལྟ་བ་ལང་ཤོག། ཅེས་དོན་དག་ལ་བསམ་བློ་བཏང་བྱས་ནས་ཐུགས་བསམ་གྱི་གཞི་བྱས་ནས་དངོས་གནས་འགྲོ་ས་གཅིག་ལ་ཕེབས་དང། སྤྱི་ཚོགས་ལ་དཔེ་མི་སྲིད་པ་ཕན་ཐོགས་པ་རེད། སྤྱི་ཚོགས་ལ་དངོས་གནས་དྲང་གནས་ཅིག་ཞབས་ཏོག་ཡག་པོ་ཅིག་སྒྲུབ་ཐུབ་པ་རེད། དེ་མ་གཏོགས་པ་གི་ད་ཁྱེད་ཁྱེད་རྣམ་པ་འགྲོ་ཆེད་ཡིན་ན། སྤྱི་ཚོགས་ཅིག་གི་ཆ་ཤས་ཅིག་རེད། སོ་སོ་ལ་ལྟ་བ་ལང་ཕྱོགས་ཡོད་རེད། སོ་སོ་ལ་སྒེར་གྱི་མེད་གཤིས་ཀ་ཡོད་རེད། བྱས་ཙང་དེ་འདྲ་བྱེད་ཡོང་དུས་ཙང་ནས་ཅིག། མཐའ་མཚམས་ཙམ་ལས་ཀ་ཟེར་གོ་མ་རེད་མཉམ་ལས་ཀྱི་གོ་སྐབས་འགྲོ་དེ་འདྲའི་སྐབས་སུ་ད། ང་ཁོ་དང་མཉམ་པོ་ཆེ་འབྲེལ་གྱི་མེད། གར་སེ་ན Personal Matter ཟེར་དགོས་རོ། སྒེར་གྱི་གནད་དོན་ཅིག་ལ་ཤི་སོང་བྱས་ནས་སྤྱི་ཚོགས་ཀྱི། སྤྱི་ཡོངས་ཀྱི། སྤྱི་ཡོངས་ཀྱི་བསམ་བློ་དེ་བསླུས་བཏང་བྱ་གི་འདུག་བ། དེ་འདྲས་ཅིག་བྱས་ཡོང་དུས་ཙང་ནས་ང་ཚོ་སྒེར་སོ་སོ་ལ་ད་སུ་སྐྱིད་ལ་གྱོང་གསེག་ཆེན་པོ་གང་རག་གི་མ་རེད་བ། ང་འདྲ་བོ་གཅིག་ཡིན་ན་ད་ངས་མི་གཅིག་བསླུས་ཐང་གཡུག་བྱ་བ་ཡིན་ན། ཡིན་དང་ཡིན། ངས་ཁོང་དང་མཉམ་པོ་མཉམ་ལས་མ་བྱས་ན་ང་སྟོབས་ཤི་ཐེབས་འགྲོ་བའི་གནས་སྟངས་ཡོད་མ་རེད་དེང་སང་འཛམ་བུ་ལ་རྒྱ་ཆེན་པོ་རེད། ཁོང་འདྲ་བོ་གཅིག་ཡིན་ན་ངས་མཉམ་པོ་མཉམ་ལས་མ་བྱས་ན་ཁོང་སྟོབས་ཤི་ཐེབས་འགྲོ་བའི་གནས་སྟངས་མེད་རེད། མེད་རེད་གོ། འཛམ་བུ་ལན་ལ་ག་རེ་བྱས་བྱས་རེད་རྒྱ་ཆེན་པོ་རེད་གོ་སྐབས་མང་པོ་རེད། ཡིན་པ་ཡིན་ན་ཡང།

མི་སྒེར་གྱི་གནད་དོན་དེ་བྱ་ཕོད་པ་ག་སྙམ་པོ་མཐོང་ཡག་གི་སྙམ་པོ་སྨྱོ་སྒྲ་དཀའ་ངལ་མི་འདུག་ན་ཕེབས་ཤོག། ད་ཅིག། དངོས་གནས་དྲ་གནས་མི་ཚེ་གང་ཚང་གི་ཅིག་བཟའ་ཚེ་རོགས་ཟེར་དགོས་རོགས་ད་བཟའ་ཟླ་དང་དེ་འདྲའི་འགྲོ་ཅིག་ཅིག་བདམས་ཅིག་བྱེད་ཀྱི་ཡོད་ན་ནི་ཡིན་ད་ཡིན་ད་སྒེར་གྱི་གནད་དོན་གང་ར་བལྟ་དགོས་རྒྱུར་ཡིན་ད་ཡིན་ད་དེ་ཚོ་སྐད་ཆ་ཁག་ཁག་རེད་ཡིན་ན་ཡང་ང་རང་ཚོ་སྤྱི་ཡོངས་ཀྱི་ལས་ཀ་བྱས་བྱས་ན་ཅིག་མི་རིགས་སྤྱི་ཡོངས་ལ་ཞབས་སུ་ཞུ་ཡག་གི་བསམ་ན་ཡོང་ངེས་རེད་བ། དེ་བྱེད་དུ་བཟོ་ནས་འདི་ཐོག་ལ་བཞག་དགོས་ཀྱི་འདུག་ངས་དྲན་གྱི་ཡོད་རེད། ལགས་སོ་ཐུགས་ཆེ།